ཁྱོད་དང་ངའི་ནར་སོན་གྱི་ལོ་ཟླ་རྩོམ་པ་པོ་ཅམ་མེར་དག་ཧི་མ་ལ་ཡའི་མཚར་སྡུག་གི་མཚམས་སྤྲིན་ཀློང་ནས། མ་འདྲི་རྫ་གསུམ་ལྷུང་ལྷུང་གི་རླབས་རྒྱུན་ཁྲོད་ནས། ཁྲི་ཤོར་རྒྱལ་མོའི་ངོ་མཚར་གྱི་ལོ་རྒྱུས་དབུས་ནས། ངའི་ཡིད་ཆེས་ཐོག་མའི་གདངས་དབྱངས་དང་གཟུགས་བརྙན། ཁྱེད་ཀྱི་བསླད་མེད་པའི་སེམས་ཁུང་དུ་བཞད་ཀྱང། ངའི་ཆེས་ཐོག་མའི་བསམ་གཞིགས་དང་བློ་སྐུལ་ཁྱེད་ཀྱི་སྙིང་ཉེ་བའི་མིག་ལམ་དུ་བུས་ཡོད། དུས་དེ་ནས་བཟུང་སྟེ་ངའི་འཇིག་རྟེན་གྱི་སྒོ་མོ་ཕྱེ་བའི་གསེར་མདོག་གི་ལྡེ་མིག་དེ་ཁྱོད་ཡིན་ལ། སྐབས་དེ་ནས་བཟུང་སྟེ་ངའི་བར་སྣང་གི་རྒྱ་ཁྱོན་གཞར་བའི་ལང་ལོང་གི་སྤྲིན་ཕུང་དེ་ཁྱོད་ཡིན་འདུག། ང་ནི་འདི་ལྟར་སྐྱོ་དེབ་དང་རྣམ་དག་གི་སེམས་པས་ཁྱོད་ལ་སྐྱོད་ཀྱིན་ཡོད། ང་ནི་འདི་ལྟར་བག་ཡངས་དང་ཞིག་གསལ་ནང་གསལ་གྱིས་ཁྱེད་ལ་ཆས་ཀྱིན་ཡོད། ཁྱེད་ཀྱི་ས་ཞིང་སྙན་མོའམ་ཁྱེད་ཀྱི་ཆུ་སྙིལ་ཟབ་མོས་ང་ལ་རྟག་ཏུ་ཕ་ཡུལ་འདིའི་རིམ་ཁོང་དུ་སྦས་པའི་འཇིག་རྟེན་བཞིན་རྒྱ་ཆེ་ལ། འཇིག་རྟེན་བཞིན་གཏིང་ཟབ་པའི། མི་ཆོས་ལོ་རྒྱུས་ཀྱི་བྲན་ཤིང་འདེགས་སུ་བཅུག་ཅིང། སྐྱེ་ཁམས་བདག་བཙན་གྱི་སྨོན་འདུན་འཚོལ་དུ་བཅུག། ཁྱེད་ནི་དེ་འདྲའི་ཞི་ཞིང་འཇམ་ལ། ཁྱེད་ནི་དེ་འདྲའི་སྒམ་ཞིང་བརླིང། ཁྱེད་ནི་དེ་འདྲའི་ངང་སྐྱིད་རང་ལ། ཁྱེད་ནི་དེ་འདྲའི་བརྒྱུད་ཀྱང་མཛེས། ཧའེ་ར། མ་བཞི། ཁྱེད་ནི་ངའི་བྲིས་མི་ཚར་བའི་སེམས་གཏིང་གི་སྐད་ཆ་དེ་ཡིན་འདུག་ཁྱེད་ནི་ངའི་བླངས་མི་ཚར་བའི་ངག་གི་དབྱངས་འགྱུར་དེ་ཡིན་འདུག་ཁྱེད་ནི། རྩ་བ་གླུ་ཡུལ་དུ་ཟུག་ཀྱང་སྐད་པ་མི་ཡུལ་དུ་རྒྱས་པའི་རྩེད་མོ་ལྷ་ཡུལ་དུ་སྨིན་པའི་འདོད་འབྱུང་གི་དཔག་བསམ་ལྗོན་ཤིང་དེ་ཡིན་འདུག། སོང་ཀྱིན་སོང་ཀྱིན་དུ། ངས་ཁྱེད་ཀྱི་ཕ་མཐའ་རྙེད་ཀྱིན་མི་འདུག་པ་ཤེས་བྱུང། བརྡ་ཀྱིན་བརྡ་ཀྱིན་དུ། ངས་ཁྱེད་ཀྱི་ཐུགས་དགོངས་རྟོགས་ཀྱིན་མི་འདུག་པ་ཡང་ཚོར་བྱུང། ཁྱེད་ཀྱི་མི་བཞིའི་ཟབ་ས་ན་འཚེར་བའི་འོད་ཀྱི་ཕུང་བོ་དེའི་དབང་གིས། ཁྱེད་ཀྱི་འདུ་ཤེས་ཕྲ་ས་ན་སྨིན་པའི་ཙན་དན་ལོ་མ་དེའི་རྐྱེན་གྱིས། ཁྱེད་ཀྱི་ད་ཕའི་ཕྱི་ལོགས་ན་འཛིན་པའི་འུག་ཆུའི་མེ་ཏོག་དེའི་ལྷ་དུ། ལོ་རྒྱུས་སྨུག་སྤྲིན་བཞིན་མཆེད་པའི་ཁར་སང། ཁྱེད་ཀྱི་ཁྱོན་ཆེ་བའི་ནམ་མཁའ་འདི་རུ་ང་ནི་ནམ་ཡང་འདར་འདར་དུ་འཕུར་བའི་ཤེས་ཆུང་ཞིག་ཡང་ཡིན་སྲིད།